ཚེ་དབང་གི་གཏམ་གསན་སྲིང་གནང་མཁན་རྒྱལ་སྤྱིའི་དྲ་གྲོགས་རྣམས་ཀྱིས་ནི་དུས་གསུམ་གྱི་འཚམས་འདྲིའི་སྤྲོ་སྐྱིད་ལས་ཞུགས་ཀྱི་ཡོད། ད་ད་རེས་ངས་དོན་ཐེངས་བདུན་ཅུ་བདུན་གསུམ་དེའི་ནང་ལོགས་ལ་ཡང་ག་རེ་ཞུ་ཡ་ཡོད་ཟེར་ན། ནི། ད་རེས་ཞི་ཅིང་ཕིང་ནི་འཕྲོག་ཞེན་བྱང་མ་ཟོག་རེད་ད་གང་ལྟར་བྱང་ཀོ་རི་ཡར་ཡང་འཚམས་འདྲི་བསྐྱོན་པའི་སྐབས་ལ་ཡང། ནི་ཁོའི་རྗེས་འབྲངས་པ་མི་གཅིག་གིས་ཐོག་ནས་ནི་རྒྱ་ནག་གི་དམག་དོན་གྱི་གསང་བ་ཅི་ཕྱིར་བཞག་པ་རེད་ཟེར་བ་དེ་འདྲའི་གནས་ཚུལ་ཞིག་འདུག་དེ་གར་བཀླགས་པའི་རིགས་ལབ་ན། ནི་ད་ལྟ། ཞི་ཅིན་ཕིང་མཉམ་སྡོད་ལ་ནི་ཡོད་པའི་ད་ལྟ་རྒྱ་ནག་རྒྱལ་སྲུང་བློན་ཆེན་དུང་ཅུན་སིན་ཡང་གོ། ནི་དེའི་སྙན་ལས་ད་ཁོ་ལ་ཡང་ཤུལ་རྫུན་མང་པོ་ཞུ་གི་ཡོད་དུས་ད་རེ་ཧོབ་ཏུ་ཁོ་ཞི་ཅིན་ཕིང་ཉིད་དུ་ཡོད་མ་ཚད་ནི་གལ་ཆེའི་གྲོས་མོལ་བྱས་ནང་ལས་ཁོ་ཡོད་དུས་ནི། ཁོའི་ཐོག་ནས་རྒྱ་ནག་ནག་ལོག་རི་དྭགས་ཉེས་པའི་ལོ་ཁ་ཤས་ནག་ལོག་རི་ཡར་དྭགས་དམག་དོན་ཨུ་ཡོན་ལྷན་ཁང་གི་དང་དམག་དཔོན་མང་པོ་ཞི་བ་གཅིག་གི་དང་གནས་ཡུལ་དང་ཡར་དྭགས་ཨ་ནི་ཀ་ཤའི་རང་ཤི་ཅང་ལ་སོགས་པ་དེ་འདྲའི་གནས་སྟངས་ཆགས་པ་དེ་ནས་ད་ཡང་རྒྱ་ཨ་འདིས་དམག་དོན་ཨུ་ཡོན་ལྷན་ཁང་གི་དབང་ཆ་དེ་ལ་ཡང་ཚུད་ལྟ་བུ་རྒྱག་གི་ཡོད་མེད་སྐོར་ལ་ཡང་དེ་འདྲའི་སྐོར་ལ་ཡང་ཨ་ནི་གཅིག་གིས་ཁོ་ཚོའི་བཤད་པ་རྒྱབ་འཇོག་གི་གནས་ཚུལ་ཞིག་འདུག་འོ་དེ་ཞུ་བ་ཡིན། Creators Night ཞེས་པའི་དུས་ཚིགས་ཐོག་གནས་ཚུལ་སྤེལ་བར་གཞིགས་ན་ཞི་ཅིན་ཕིང་ད་རེས་འཕྲོག་ཞེན་བྱང་མ་ཟེར་བའི་ཀོ་རི་ཡ་རྒྱལ་སྟོད་འཚམས་འདྲི་བྱེད་སྐབས་ཕྱི་རོལ་གྱི་མི་ཚོས་དོ་སྣང་བྱེད་ཡུལ་དེ་མ་གཞི་ཀེམ་ཇོང་ཨན་ཡིན་ན་ཡང་དུས་ཡུན་རིང་པོར་རྒྱ་ནག་དམར་གཞུང་སྐོར་ཉམས་ཞིབ་བྱེད་མཁན་ཚོས་ད་རེས་དོ་སྣང་བྱེད་ཡུལ་དེ་ཞི་ཅིན་ཕིང་གི་རྒྱབ་ངོས་སུ་ལངས་བསྡད་པའི་མི་གཞན་ཞིག་ཡོད་པ་དེར་ཆགས་ཡོད། མི་དེ་ནི་རྒྱ་ནག་དམར་གཞུང་གི་རྒྱལ་སྲུང་བློན་ཆེན་དུང་ཅུན་རེད། གང་ཡིན་ཟེར་ན། འདས་པའི་ལོ་གཅིག་ལྷག་ཙམ་རིང་མི་དེའི་སྐོར་ཤོད་ཚུལ་མང་པོ་བྱུང་ཡོད། མི་འགའ་ཤས་ཀྱིས་ཁོ་ལ་ཞིབ་བཤེར་བྱེད་བཞིན་ཡོད་པ་རེད་ཟེར་བ་དང་འགའ་རེས་ཁོ་དབང་ཆ་ཤོར་ཟིན་པ་དང། ཡང་མི་འགའ་རེས། ཁོ་ནི་རིག་གནས་གོ་གནས་ཕབ་རྒྱུའི་དམག་དཔོན་རེད་ཟེར་ཤོད་ཀྱི་ཡོད། འོན་ཀྱང་ད་རེས་ཏུང་ཅུན་ཞི་ཅིན་ཕིང་མཉམ་དུ་སྤོ་པོ་ཆེན་པོས་བིང་ཡོང་ལ་འཚམས་འདྲི་སླད་ཡོད་པ་མ་ཟད། མངོན་གསལ་དོད་པོས་གལ་ཆེའི་གྲོས་མོལ་ནང་ཞུགས་ཡོད། གནས་སྟངས་འདིར་ཕྱི་རོལ་གྱི་མི་ཚོས་དོ་སྣང་ཆེན་པོ་བྱུང་ཡོད་པ་རེད། རྒྱུ་མཚན་ནི་སྟབས་བདེ་བ་རེད། འདས་པའི་ལོ་གསུམ་རིང་རྒྱ་ནག་དམར་གཞུང་གིས་དམག་དཔོན་ཕོན་ཅི་ཞིག་ལ་ཞིབ་བཤེར་གནས་དབྱུག་བཏང་བའི་བརྒྱུད་རིམ་ནང་མཐོ་རིམ་དམག་དཔོན་མང་པོ་གཅིག་བྱེད་པོ་ཐེབས་རེད། ཡིན་ན་ཡང་དུང་ཆོན་ལ་གནས་ཚུལ་གང་ཡང་མ་བརླགས་པར་ཞི་ཅིན་ཕིང་མཉམ་དུ་ཕྱིར་འཚམས་འདྲི་བསྐྱོད་པ་རེད། གནད་དོན་འདི་ཉམས་ཞིབ་བྱེད་དགོས་པ་ཞིག་ཆགས་ཡོད། རང་དབང་གི་སྲིད་དོན་དཔྱད་བརྗོད་པ་ཨོ་ལིན་གྱི་གནས་དུས་ཚའེ་པིན་ཀུན་གྱིས་དུང་ཆོན་ད་རེས་ཞི་ཅིན་ཕིང་མཉམ་དུ་ཡོད་པ་འདི་བར་ལམ་མི་ཚོས་བཤད་པ་ནང་བཞིན་ཁོ་པ་དབང་ཆ་མེད་པར་ཐག་ལུས་པར་ཞིག་མ་རེད། དོན་དངོས་ཐོག་དུང་ཆོན་ནི་དམིགས་བསལ་ཅན་གྱི་མི་སྣ་ཞིག་རེད། ཉིས་སྟོང་ཉི་ཤུ་རྩ་གཉིས་ལོར་དེ་སྔའི་རྒྱལ་སྲུང་བློན་ཆེན་ལི་ཧྲན་ཕུའུ་གནད་གཡོག་བཏང་རྗེས། དུང་ཕྱུར་གྱི་ལས་གནས་དེ་རྩིས་བླངས་ཏེ་རྒྱལ་སྲུང་བློན་ཆེན་བྱས་ཡོད་ན་ཡང་དབུས་དམག་དོན་ལྷན་ཁང་གི་ཨུ་ཡོན་དང་རྒྱལ་སྲིད་སྤྱི་སྤྱོད་ཁང་གི་རྒྱལ་དོན་ཨུ་ཡོན་ལ་བསྐོས་མེད་དུས་ད་ཕན་གྱི་རྒྱལ་སྲུང་བློན་ཆེན་ནང་ནས་ཆེས་མཐོང་ཆུང་ཤོས་ཀྱི་རྒྱལ་སྲུང་བློན་ཆེན་རེད་ཟེར་བའི་མི་ག་ཕོག་ཡོད། ཕྱོགས་གཞན་ཞིག་ནས་བལྟས་ན་ཉེ་བའི་ལོ་ཤས་ནང་གནས་ཚུལ་མ་བརླགས་པའི་དམག་ཁུལ་ཆེས་ཉུང་ཤས་ནང་གི་གཅིག་ཆགས་ཡོད། ན་ནིང་ཟླ་བ་བཅུ་བཞི་པའི་ནང་ཕྱིར་ཡུལ་བའི་སྲན་ཆུང་བྱུས་རིམ་ཁག་ཅིག་གིས་དུང་ཆུང་ལ་ཞིབ་བཤེར་བྱེད་བཞིན་པའི་གནས་ཚུལ་ལྷག་སྐོར་བཤད་མ་ཐག་རྒྱ་ནག་དམར་གཞུང་རྒྱལ་དོན་ཁང་གི་དྲིན་མཛད་པས་དུང་ཆུང་ལ་གནས་ཚུལ་གང་ཡང་ཡོད་མ་རེད་ཅེས་མངོན་གསལ་དོད་པོས་དགག་ལན་སྤྲད་པ་རེད། སྲིད་དོན་ཉམས་ཞིབ་པ་ཚོས་རྒྱ་ནག་དམར་གཞུང་ནས་དེ་ལྟ་བུའི་གསལ་བསྟོད་བྱས་པ་དེ་རང་གི་གནས་བབ་གཞན་དང་མི་འདྲ་བ་མཚོན་པ་རེད་ཟེར་ངོས་འཛིན་བྱས་ཡོད། གང་ཡིན་ཟེར་ན་དེ་ལྟ་བའི་གནས་ཚུལ་ཐོན་སྐབས་རྒྱ་ནག་གཞུང་གིས་དྲི་མཛད་པའི་ལན་མ་བརྒྱབ་དང་ཡང་ན་དྲང་སང་བཏང་ཡོད་ཀྱང་སྡུག་སྦྱོང་ལ་ལམ་སེང་གནས་ཚུལ་ཡོད་མ་རེད་ཟེར་གསལ་བསྟོད་བྱས་པ་འདིས་མཐོ་རིམ་དབང་འཛིན་མི་སྣས་བཀོད་མངགས་བྱས་ཡོད་པ་གསལ་པོ་རེད། རྡུང་ཐོན་ཆབ་སྲིད་དེ་གནས་ཚུལ་མ་ལག་དེའི་སྐོར་ཡུན་རིང་ཕྱི་ནང་དྲ་ལམ་ནང་གྲོས་བསྡུར་མང་པོ་བྱས་ཡོད་ཅིང་ཕྱི་རོལ་དུ་དྲ་རྒྱ་མང་ཤོས་བྱུང་བ་ནི་ཞི་ཅིན་ཕིང་གི་སྐྱེས་དམན་དང་འབྲེལ་བ་ཧ་ཅང་ཟབ་མོ་ཡོད། གང་ཡིན་ཟེར་ན་དུང་ཆུང་ཧྲན་ཏུན་ཞིང་ཆེན་གྱི་མི་ཡིན་པ་དང་ཕང་ལིན་ཡོན་ཡང་ཧྲན་ཏུང་གི་མི་ཡིན་པས་ཁོང་གཉིས་སྔ་ས་ནས་འཆམ་པ་ཡོད་ཚུལ་ཤོད་མཁན་ཡོད། ཤོད་ཚུལ་གཞན་ཞིག་ནི་དུང་ཆོས་ནི་དེ་སྔའི་དབུས་དམག་ཐོན་ལས་ཁང་གི་ཆབ་སྲིད་པུའི་འགན་འཛིན་མེའོ་ཧྭ་ཡིས་གསོ་སྐྱོང་དང་གནས་སྤར་བྱས་པ་དང་མེའོ་ཧྭ་མཚོ་དམག་གི་ཆབ་སྲིད་ཨུ་ཡོན་བྱས་པའི་རིང་དུང་ཆོས་མཚོ་དམག་ནང་གི་དམག་དཔོན་གཞོན་པའི་ལས་འགན་ཁྱེར་ཡོད་དུས། མེའོ་ཧྭ་ཡིས་དམིགས་བསལ་ལྟ་སྐྱོང་བྱེད་ཀྱི་ཡོད། དུང་ཆོས་མཚོ་དམག་གི་དམག་སྤྱི་ནས་རྒྱལ་སྲུང་བློན་ཆེན་དུ་གནས་སྤར་བྱུང་བ་འདིར་མེའོ་ཧྭ་ཡིས་རྒྱབ་སྐྱོར་དང་ཁ་བྲལ་ཐབས་མེད། ཡིན་ན་ཡང་མེན་ཧུའང་ཀོང་ས་ལུའི་ཚོང་གི་གནད་དོན་ལྷག་དེའི་གནས་དབྱུང་ཕྱིན་པ་དང་སྦྲགས། ཁོ་པ་དང་འབྲེལ་བ་ཡོད་པའི་དམག་དཔོན་མང་པོ་ཞིག་གཅིག་རྗེས་གཉིས་མཐུད་ཀྱིས་ཞིབ་བཤེར་བྱས་ཏེ་གནས་ཚུལ་ལྷག་ཡོད་ཀྱང་དུང་ཕྱུར་སྔར་བཞིན་རྒྱལ་སྲུང་བློན་ཆེན་གྱི་དགོས་མིང་ཐོག་བརྟན་པོར་གནས་ཡོད། དེར་བརྟེན་མི་ཁག་ཅིག་གིས་དོན་གནད་འདིའི་མིག་ལྟ་ས་དེ་ཞི་ཅིན་ཕིང་གི་སྐྱེས་མའི་བང་ལི་ཡོན་གྱི་ཐོག་ལ་བལྟས་ཡོད། ཕྱི་གླིང་ཕྱོགས་ནས་ཤེས་ཚུལ་ཇི་འདྲས་ཤིག་དར་ཁྱབ་བྱུང་ཡོད་པ་ནི་ཞི་ཅིན་ཕིང་གིས་དབུས་དམག་དོན་ལྷན་ཁང་ནང་ཁྱོ་ཤུག་ཚོང་ཁང་ཞིག་བཙུགས་ཡོད། འདི་ག་རེ་གཟིགས་ཡོད་རེད་ཟེར་ན་བང་རིན་ཡོན་དབུས་དམག་དོན་ལྷན་ཁང་ནང་ཐུགས་རེམ་དམག་དཔོན་ཚོའི་གོ་གནས། ཡང་དཔའ་ཡག་ལ་བང་རིན་ཡོན་དམག་དཔོན་ཚོའི་ཆབ་སྲིད་དང་ལྷག་བསམ་དམག་དོན་སྦྱོང་ཚད་ཞིབ་འབྲི་བྱེད་མཁན་གྱི་ཆེད་གཉེར་ཨུ་ཡོན་ཡིན་པ་འདིས་ཁ་ཤུགས་ཆེན་པོ་ཡོད་པ་མ་ཟད་ཞི་ཅིན་ཕིང་གི་སྐྱེས་དམན་ཡིན་དུས་མི་སུས་ཀྱང་མོའི་མདུན་ལམ་མ་རིག་ཟེར་ལབ་ཕོད་མཁན་མེད། ཡིན་ན་ཡང་དབུས་དམག་ཁུལ་ལྷན་ཁང་དང་དམག་དཔོན་ཚོས་སྤྱི་ལ་མི་འཐུས་པ་བྱས་ཏེ་རྒྱབ་བཤད་གཏོང་མཁན་མང་པོ་ཡོད་པ་རེད། ཨོ་གླིང་དུ་གནས་འཁོད་ཡོན་ཧྥུང་པིང་གིས་ཉིན་ཞིག་དམག་དབུས་ཀྱི་ཚོགས་འདུའི་ཐོག་སྐབས་དེའི་དབུས་དམག་དོན་ལྷན་ཁང་གི་སྤྱི་ཁྱབ་འགན་འཛིན་གཞོན་པ་ཨང་དང་པོ་ཀྲང་ཡུས་ཞག་གིས་དམག་དཔུང་གི་སྒྲིག་འཛུགས་ནང་དམིགས་བསལ་དབང་ཆ་བྱེད་མི་ཆོག་པ་དང་དེ་བས་ཀྱང་ཁྱོ་ཤུག་ཚོང་ཁང་བྱེད་མི་ཆོག་ཅེས་བཤད་ཡོད་པ་འདིས་བདེན་རྫུན་གྱི་རྣམ་དབྱེ་ཆོད་དཀའ་ཡང་དམག་བུའི་ནང་ཁྱོ་ཤུག་ཚོང་ཁང་ཡོད་པའི་ཤོད་སྲོལ་དར་བར་གནས་ཡོད། ལྷག་དོན་དུ་དམག་དཔོན་གྱིས་ཐུགས་རེ་དམག་དཔོན་གནས་སྤར་ག་དུས་བྱས་ཀྱང་མཚམས་འདིར་ཤོད་ཚུལ་དེ་ལེགས་པོ་ཡོད། ད་རེས་དུང་ཆོན་ཞེ་ཅུན་མཉམ་དུ་བྱང་ཀོ་རི་ཡར་འཚམས་འདྲི་བསྐྱོད་པའི་མཚམས་འདིར་ཡང་སྐད་ཆ་དེ་ཤོད་བཞིན་པ་རེད། ཀྲང་ཡུང་ཞང་གནས་ཚུལ་ལྷག་པའི་རྗེས་སུ་དམག་ཨུའི་གནས་སྟངས་ཐབས་བྱང་པོ་ཆགས་པའི་སྐབས་དེར་དེ་བས་ཀྱང་ཁྱོ་ཤུག་གི་ཚོང་ཁང་རིག་པ་ཆེ་རུ་ཕྱིན་ནས་ད་རེས་དུང་ཆོན་སྤོབས་པ་ཆེན་པོས་ཕྱིར་མངོན་པ་དེ་ཡང་གནས་ཚུལ་མེད་པ་ཙམ་མ་ཡིན་པ་དེ་ལས་གནད་འགག་ཆེ་བའི་སྣང་ཚུལ་གཅིག་ཐོན་ཡོད་པ་དེ་ནི་བར་ལམ་རྒྱ་ནག་དམར་གཞུང་གི་དམག་དོན་ཨུ་ཡོན་ལྷན་ཁང་ནང་རྒྱལ་སྤྱིའི་མི་སྣ་མང་པོ་ཞིག་གནས་དབྱུང་བཏང་སྟེ་མོས་པས་བཟོས་མེད་པ་བཟོས་པའི་རྗེས་ལ། ཐུགས་རེ་དམག་དཔོན་ཆེད་ལ་ནོངས་པ་བསྒྱུར་ཟིན་སྟབས། རིམ་པ་ཁག་གི་དམག་དཔོན་བྱེ་འགྱུར་ཆེ་ནས་ཞི་ཅིན་པིག་གི་ཡང་ནས་ཡང་དུ་ལྷག་བསམ་རྣམ་དག་བྱེད་དགོས་ཞུས་བཞིན་ཡོད་ན་ཡང་དམག་དཔུང་ནང་ཁུལ་བརྟན་པོ་མེད་པའི་གནས་སྟངས་ལ་འགྱུར་བ་གང་ཡང་ཕྱིན་མེད། དེ་ལས་ལྡོག་སྟེ་དམག་དཔུང་གི་དབང་ཆ་དང་གནས་དཔང་བསྐོ་གཞག་གི་དབང་ཆའི་ཐོག་རྩོད་གླེང་ཆེན་པོ་ཡོད་པར་ཕྱི་རོལ་ནས་དོ་སྣང་ཆེན་པོ་བྱུང་ཡོད། འདི་ལྟའི་རྒྱབ་ལྗོངས་འོག་དུང་ཆོས་མུ་མཐུད་རྒྱལ་སྲུང་བློན་ཆེན་གྱི་གོ་མིང་གནས་ཐུབ་པ་དེས་ཁོ་བ་མུ་མཐུད་དབུས་དམག་དོན་ལྷན་ཁང་ནང་འགྲོ་ཐུབ་མིན་ཐད་མི་འགངས་ལན་སྤྲོད་ཐུབ་དཀའ་བ་རེད། ད་རེས་ཞི་ཅིན་ཕིང་ཁྲོང་ཧྲན་བྱང་མ་སི་པའི་ཀོ་རི་ཡ་རྒྱལ་སྟོན་འཚམས་འདྲི་བྱེད་སྐབས་ཕྱི་རོལ་གྱི་མི་ཚོས་དོ་སྣང་བྱེད་ཡུལ་དེ་ཞི་ཅིན་ཕིང་དང་ཀེམ་ཇོང་ཨན་གཉིས་ག་རེ་བཤད་ཡོད་མེད་མ་ཡིན་པར། ཞི་ཅིན་ཕིང་གྱང་ངོས་སུ་ལངས་བསྡད་པའི་རྒྱ་ནག་དམར་གཞུང་གི་རྒྱལ་སྲུང་བློན་ཆེན་དུང་ཆོས་རེད། གང་ཡིན་ཟེར་ན་རྒྱ་ནག་གུང་ཁྲན་ཏང་གི་སྲིད་དབང་དེ་དམག་དཔུང་སྟེང་གི་ཡོད་པར་སོང། དམག་དཔུང་གི་དབང་ཆའི་རྒྱུ་སྤྲོད་དེ་སུའི་ལག་ཏུ་ཡོད་མེད་དེར་མི་རྣམས་ཀྱིས་དོ་སྣང་བྱེད་ཀྱི་ཡོད། དེ་བརྟེན་ད་རེས་དུང་ཕྱུར་ཕྱིར་མངོན་པ་འདི་ཧ་ལས་ཧང་སང་མི་དགོས་པར། གལ་གནད་ཆེ་ཤོས་དེ་སུས་དུང་ཕྱུར་བསྐྱབས་ཀྱི་ཡོད་པའི་གསང་གནད་ཆེ་ཤོས་ཆགས་པ་དེ་སྣང་མེད་ངང་ཕྱིར་གྱར་ཡོད་པ་རེད། གསལ་བཤད་གནང་བར་བཀའ་དྲིན་ཆེ། དགའ་རྟགས་དང་ཇུས་འགོད་མཆན་འགོད་གནང་རྒྱུར་མ་བརྗེད་པར་ཞུའོ། བཀའ་དྲིན་ཆེ།